སྲིད་པའི་འདྲེ་ཡི་ཁ་ཐུག་དེར། བྱས་ཙང་དེ་ཡིན་ཙང་ང་ཚོ་མ་རྒྱུད་ནང་གི་མཐའ་དང་གཉིས་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་གཟུགས་པའི་སངས་རྒྱས་ཀྱི་སྐུ་སྤངས་ཐག་པ་ཆགས་སྙམ་པའི་ཀུན་སློང་བཅོས་དགོས་རེད་བྱང་ཆུབ་སེམས་ཀྱིས་ཟིན་པའི་ཀུན་སློང་བཅོས་དགོས་རེད། དེའི་ཆེད་དུ་དེ་ཐག་པ་བཅད་པའི་ཆེད་དུ། ཨ་ནི་རྒྱལ་སྲིད་ཀྱི་སྤྱོད་པ་བསླབ་གི་ཡིན། ལག་ལེན་ལ་བཀལ་གི་ཡིན། ལག་ལེན་བཟོ་འདོད་རེད། ལབ་གི་ཡིན་ཟེར་ཡ་དེ་ཅི་དགོས་མ་ལག་ལེན་ལ་སྐྱེལ་གི་ཡིན་ཟེར། ལག་ལེན་ལ་སྐྱེལ་གི་ལག་ལེན་བཟོ་འདོད་ན་ད། མ་ཉན་ནས་ཉམས་ལེན་བྱེད་གི་ཡིན། བྱས་ཙང་ད། མ་བཅོས་ན་གའི་ཐ་དང་སྙན་པའི་སེམས་ཅན་གྱི་དོན་དུ་རྫོགས་པའི་སངས་རྒྱས་ཀྱི་སྐུ་འཕང་ཐག་པའི་ལྕགས་སྙན་པའི་གཞན་དོན་དོན་གཉེར་གྱི་བློ་སྐྱེས་པ་ལ། ཐོག་མ་ཨི་ནི་རང་ཉིད་ཁོར་ཡུག་སྡུག་བསྔལ་ལ་ཐར་འདོད་ཀྱི་བློ་མེད་པ། གཞན་ས་སྐྱེས་ཁོར་ཡུག་སྡུག་བསྔལ་ལ་ཐར་འདོད་ཀྱི་གཡོ་ཡོང་ཡ་མེད་དེང་གི་ཆ་བ་རེད་བ། དེ་ཡིན་ཙང། སྲིད་གསང་བདེ་བ་རྩ་ཚིག་བཞི་བརྩི་བ་བཞིན། ཡུད་ཙམ་ཞིག་གིས་འཇིག་པའི་ཆོས་ཅན་ཡིན། ནམ་ཡང་མི་འགྱུར་མཐའ་བུའི་གོ་འཕང་མཆོག་དོན་དུ་གཉེར་བ་སྦྱིན་སྲེག་ལག་ལེན་ཡིན། སྲིད་བཟང་སྡེ་བ་ཐ་མ་སྡེ་བའི་བསླབ་བྱ་འདུལ། སྲིད་བཟང་སྡེ་བ་རྩ་རྫས་སྲིད་པ་གཞན་སེལ་དང་སྲིད་པ་གསུམ་སེལ་འདུལ། འདོད་ཁམས་གཟུགས་ཁམས་གཟུགས་མེད་ཁམས་གསང་བ་སེལ། དེ་ནས་ཡང་སྨྲས་ན། སྟེང་ལྷ་ཡུལ་བར་མི་ཡུལ་འོག་ཀླུ་ཡུལ་ཟེར། ལྷ་ཀླུ་མི་བསམ་གྱིས་གང་འདའ་མ་འདའ། སྲིད་རྩེ་ན་མནར་མེད་ཀྱི་བར་དུ། མཁའ་གསུམ་འགྲོ་བ་རིགས་དྲུག་གི་གནས་དེ་ལ། སྡུག་བསྔལ་གྱི་སྡུག་བསྔལ་རྒྱུ་ཡི་སྡུག་བསྔལ་ཁྱད་པར་འདུ་བྱེད་ཀྱི་རང་བཞིན་གྱིས་མ་གཏོགས། ནི། དོན་དམ་པའི་རང་བཞིན་གྱིས་ནི་བདེ་བ་ཅིག་བསམ་མེད་ཀྱི་བདེ་བ་ཅིག་མེད་པར་དེ་ཡིན་ཙང། དེ་ཡང་ཟག་བཅས་ཀྱི་བདེ་བ་ཡིན་ཙང་དེ་ཚོ་རྩྭ་རྩི་ཟིལ་བ་བཞིན་དུ་ཡུན་རིང་དུ་མི་གནས་པ། སྐད་ཅིག་ཙམ་ཞིག་ཡིན་ནི་གཙང་ལ། ཞིག་ལ་ཡིན་ནི་འཇིག་པའི་ཆོས་ཅན་ཡིན་ཙང། ནམ་ཡང་མི་འགྱུར་གཞན་དུ་མི་འགྱུར་བ། ནམ་ཡང་གཞན་དུ། དེ་རྒྱུ་ཡི་ཆོས་ཅན་རེད་བ། ད་ནམ་ཡང་གཞན་དུ་འགྱུར་བ་མེད་པའི་ཆོས་ཅན་གྱི། ཐར་པའི་གོ་འཕང་དེ་ཆགས་འདོད་ཡོད་རེད། བྱས་ཙང་ང་རང་ཚོ་བདེ་བ། བདེ་བ་དོན་དུ་གཉེར་གྱི་ཡོད་རེད། བདེ་བ་དོན་དུ་གཉེར་ཡ་བདེ་བ་དེ་ཡང། གཏན་དུ་བདེ་བ། གཏན་དུ་བདེ་བ་ཅི་འདོད་ཡོད་རུང། གཏན་དུ་བདེ་བ་དེ་འདོད་བཞིན་འདོད་བཞིན་ལ་བརྩི་ཡ་དེ་ཟག་བཅས་ཀྱི་བདེ་བ་ཅི་བརྩི་ཁ་ཕྱིན། གོ་ཡི་བདེ་བ་ཅི་བརྩི་ཁ་ཕྱིན་ད་དེ་ཡོང་ཡ་མེད་དེ་ངས་ཆ་འདོད་རུང། ད་ཧ་གོ་བཞིན་གོ་བཞིན་ཧ་མ་གོ་ན་ཁ་རྩང་ནི་མེད་རུང་ད་ངས་མང་པོ་ཞུས་གི་མེད་ད་ད་པ་གང་བྱུང་མིན། ད་ཧ་མ་བསྐོ་ན་ཁ་མིག་ཡོད་མ་རེད་ད་ཧ་བསྐོ་ཤེས་བསྐོ་ཤིང་ལ་ད་འདུས་ཨི་ནི་ཕི་ཟ་བྱེད་ཅིག་ཁོ་ཡི་བདེ་བ་དོན་གཉེར་བྱེད་པ་ཡིན་ན་ཧ་ཅང་ཕི་ནོར་བ་བྱེད་དེ་ཡིན་ཙང་ནམ་ཡང་མི་འཇུ་ཆོག་ནམ་ཡང་འཇུ་བ་མེད་པའི་ཐ་བི་མགོ་བོ་ནས་དོན་དུ་གཉེར་དགོས་ཤིང་དེ་ལྟ་དེ་ལྟ་དོན་དུ་གཉེར་བ་ནི་ཨི་ནི་ཇི་སྲིད་བྱང་ཆུབ་སེམས་པ་རྣམས་ཀྱི་ལག་ལེན་ཡིན་པས་ད་དེ་ལྟ་བུའི་ལག་ལེན་ལ་འཇུག་དགོས་ཟེར། ད་ཐར་པ་དོན་གཉེར་གྱི་བསམ་པ་བསྐྱེད་པ་ལ་ངན་སོང་གི་སྡུག་བསྔལ་ཙམ་དུ་མ་ཟད། ལྷ་དང་མི་ཡི་བདེ་སྐྱིད་ཀྱང་ཨན་ཕའི་སྡུག་བསྔལ་གྱི་རྭ་གཞན་ཅན་དུ་མཐོང་ནས་སྐྱོ་ཤས་དང་བརྗིད་པ་བསྐྱེད་དགོས། འཁོར་བ་སྐྱེ་དང་བྱེ་བྲག་པའི་རེ་དོགས་སོ་སོ་ཡིས་པའི་སྡུག་བསྔལ་གྱི་སྣ་ཚོགས་ལས་པ་བསམ་པ་མེད་ན། ངན་སོང་གསུམ་གྱི་སྡུག་བསྔལ་སྣ་ཚོགས་བསམ་པ་ཙམ་གྱིས་ཐར་པ་དོན་གཉེར་གྱི་བསམ་པ་མཚན་ཉིད་ཚང་བར་མི་བྱེད་པ་ཡིན་ཙང། དགའ་བསུ་ལང་ཚོ་ལས་དེ་ལྟར་བསྒངས་པའི་ཁོར་ཡུག་ཕུན་ཚོགས་ལ་ཡེངས་མེད་སྐད་ཅིག་ཙམ་ཡང་མི་བྱེད་བཞིན་ཉིན་མཚན་ཀུན་ཏུ་ཐར་པ་དོན་གཉེར་ལ་རྒྱུག་ན་དེ་ཚེ་ངེས་འབྱུང་བཅས་པ་ལ་སྲིད་རྩེ་ན་མནར་མེད་ཀྱི་བར་དུ་རིགས་དྲུག་གི་གནས་ཐམས་ཅད་སྡུག་བསྔལ་གྱི་རང་ཞལ་ཅན་དུ་འཐུང་ནས་ད་འདོད་ཆོས་ལོག་སྤྱད་དགོས་པ་རེད་གསུངས། སྐྱེས་བུ་དེའི་རྗེས་སུ་ད་སྐྱེས་བུ་ཆེན་པོའི་ལམ་གྱིས་སྐྱེས་བུ་ཆེན་པོའི་ལམ་རེད། སྐྱེས་བུ་ཆེན་པོའི་ལམ་ལ་བྱང་ཆུབ་སེམས་བསྐྱེད་ཚུལ་དང། བདག་མཉམ་གཞག་བརྒྱད་དོན་དུ་དང་པོ་བྱང་ཆུབ་ཀྱི་སེམས་བསྐྱེད་ཚུལ། མཉམ་གཞག་དུ་བདག་གཞན་མཉམ་གྱི་སྒང་ཚུལ་ལ་ལྷག་ཚུལ་བཅས་ད་གཉིས་རིམ་པས་ཕྱེ་དོན་རེད། ད་ཐོག་མ་དེ་ཐོག་མེད་དུ་ནི་བདག་ལ་བརྩེ་བ་ཅན་མ་རྣམས་འདུག་ན་རང་འདི་ཅི་ཞིག་བྱ། དེའི་ཕྱིར་མཐའ་ཡས་སེམས་ཅན་སྒྲར་བགྱིད་ཕྱིར། བྱང་ཆུབ་སེམས་བསྐྱེད་རྒྱལ་སྲས་ལག་ལེན་ཡིན། ཞེས་གསུངས་པ་ལྟར་ནི། འཁོར་བ་ཐོག་མ་མེད་པ་ནས་ད་ལྟའི་བར་དུ། ཚེ་འདི་ཡི་མ་དང་ཁྱད་པར་མེད་པར། རང་ཉིད་ལ་བརྩེ་བ་ཆེན་པོའི་སྒོ་ནས་བསྐྱངས་པར་མཛད་མཁན། དྲིན་ཆེན་གྱི་མ་རྒན་སེམས་ཅན་དེ་རྣམས། སྡུག་བསྔལ་གསུམ་གྱི་རྒྱུན་ཆད་མེད་པར་སྣང་བར་བྱོས་ན། རང་ཉིད་སྐྱེས་བུ་ཐར་པའི་བདེ་བ་ཙམ་ཐར་པས་ཅི་ཞིག་བྱ་གསུང། རྒྱུ་མཚན་དེ་ཡི་ཕྱིར་ན་མཐའ་ཡས་པའི་མ་རྒན་སེམས་ཅན་ཐམས་ཅད། སྡུག་བསྔལ་མཐའ་དག་ལས་སྒྲོལ་བའི་ཕྱིར་དུ། རང་ཉིད་བླ་ན་མེད་པ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱའོ་སྙམ་པའི་སེམས་བསྐྱེད་དགོས། མཐའ་ཡས་པའི་མ་རྒན་སེམས་ཅན་ཐམས་ཅད་ཀྱི་དོན་དོན་བྱེད་པ་ལ། བདུད་བཞིའི་ཁང་དང་བ་ལ་ཉེ་ཇི་ལྟ་བ་བཞིན་དུ་མངོན་སུམ་དུ་བསུས་ནས་གཟིགས་ནས། ཨེ་ནི། ཕྲིན་ལས། སྐད་ཅིག་གཅིག་ལ་སྤྲུལ་སྐུ་བྱེ་བ་འབུམ་སྡེ། བདུད་བཞིའི་ཁང་དང་གསང་བ་དུ་སྤྲུལ་ནས། ཨེ་ནི། ཕྲིན་ལས་འབད་མེད་བློན་དྲུག་སྟེ་བྱེད་ནུས་པ་ཞིག་དགོས་བར་མ་དུ་མ་མཁན་སེམས་ཅན་ཐམས་ཅད་མཐའ་ཡས་པའི་སེམས་ཅན་ཐམས་ཅད་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ལས་སྒྲོལ་ནུས་མེད་པ་ཡིན་ཙང་དེའི་ཆེད་དུ་གཙོ་བོས་སངས་རྒྱས་ཀྱི་གོ་འཕང་མ་བཏང་ན་ཐབས་རྩ་ནས་མི་འདུག།

མང་དུ་བཤད་ད་ཅི་ཞིག་དགོས་བྱིས་པ་རང་གི་དོན་བྱས་དང་ཐུང་བ་གཞན་གྱི་དོན་མཛད་པ་དེ་ཉིད་ཀྱིས་ནི་བྱིས་པ་འདོད། བླ་མ་ཆོས་པ་ལ་འདོད་ན་བྱིས་པ་རང་དོན་ཁོ་ན་དང། ཐུང་བ་གཞན་དོན་འབའ་ཞིག་མཛད་པ་ཡིས་རྐྱེན་དང་སྐྱོན་དང་ཡོན་ཏན་དབྱེ་བ་རྟོགས་པའི་བློས། བདག་གཞན་མཉམ་བྱེད་ནུས་པ་གཞན་གྱིས་ལགས། ད་མང་པོ་ཤོད་དགོས་མ་རུང། ཐོག་མ་འཁོར་བ་ག་རེ་བྱས་ནས་འཁོར་བ་རང་བྱས་པ་འཛིན་པའི་རྐྱེན་ཟད་དེ་འཁོར་བ་འཁོར། ད། ད་བྱས་ཙང་དེ་ཡིན་ཙང་གཞན་གཅེས་པར་འཛིན་པའི་སྐྱོན། གཅེས་པར་འཛིན་པའི་གཞི་འཛིན་དེ་ཡིས་ད་ཡོད། ད་མང་པོ་ཞུ་དགོས་ཡ་མི་འདུག། སྡུག་བསྔལ་མ་ལུས་བདག་བདེ་འདོད་ལས་བྱུང། རྩོལ་བའི་སངས་རྒྱས་གཞན་ཕན་སེམས་ལས་འཁྲུངས། དེའི་ཕྱིར་བདག་བདེ་གཞན་གྱི་སྡུག་བསྔལ་དག། ཡང་དག་རྒྱལ་བ་རྒྱལ་སྲས་ལག་ལེན་ཡིན་གསུངས་པ་ནང་ལྟར། ཁོ་བོའི་སྡུག་བསྔལ་དང།

ཅེས་པ་འཛིན་པ་དེ་ཡོངས་ཀྱི་བྱང་ཆུབ་སེམས་བསྐྱེད་པ་རྒྱུ་མཚན་དེ་ཡིད་ཆེས་ན། བདག་གིས་སྡིག་བསྐྱེད་ཐམས་ཅད་གཞན་ལ་བཏང། གཞན་གྱི་སྡིག་འབྲས་དང་སྡུག་བསྔལ་ཐམས་ཅད་རང་སྟེང་དུ་ཚུར་བླངས་པ་དེ། བདེ་སྡུག་གཉིས་ཕན་ཚུན་རྒྱས་བ་དེ་ནི་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་ལག་ལེན་རེད་གསུངས། དེ་ཡིན་ཚེ་རང་སྐྱེས་པ་འཛིན་པའི་སྐྱེས་འཛིན་གྱི་སྐྱོན། གཞན་གཅེས་པར་མཛད་པའི་རྒྱལ་མཚན་གྱི་ཡོན་ཏན་གཉིས། སྒོ་དུ་མ་ནས་སོང་སྟེ། ད་ཀྱི་རང་སྐྱེས་མཚན་དང་གཞན་སྐྱེས་མཚན་གཉིས་ཀྱི་གོ་ས་སྤོ་བ་དེ་ད་བདག་གཞན་མཉམ་སྐྱེས་སུ་བདག་གཞན་མཉམ་སྐྱེས་ཀྱི་ད་ཉམས་ལེན་བྱེད་ཚུལ་སོགས་ཡིན། འོ་ཡང། ད་རང་སྐྱེས་པ་འཛིན་པའི་སྐྱེ་མཚན་དང་གཞན་སྐྱེས་པ་གཞན་སྐྱེས་པ་འཛིན་པའི་གི་ནི་སྐྱེ་མཚན་གཉིས་ཀྱིས་རང་སྐྱེས་པ་འཛིན་པའི་སྐྱེ་མཚན་གྱི་སྐྱོན་གཞན་སྐྱེས་པ་འཛིན་པའི་སྐྱེ་མཚན་གྱི་ཡོན་ཏན་རྣམས་ད་བསམ་དགོས་ཀྱི་ཡོད་རེད་དེ་རྒྱུན་དུ་དེ་ལ་བསམ་དགོས་ཀྱི་ཡོད་རེད་ང་རང་ཚོ་ཚེ་རབས་འཁོར་བ་ཐོག་མ་མེད་པ་ནས་ད་གཞན་གཞན་ཡལ་བར་དུ་རང་སྐྱེས་པ་བཟུང་ནས་རང་དོན་ཁོ་ན་ལ་འཇུག་འཇུག་ནས་ཁོ་ཡི་གནས་སུ་སྡུག་བསྔལ་འབའ་ཞིག་མྱང་དགོས་པ་དེ་དེ་ལས་བྱུང་བར་རོ། ཐུབ་པ་སངས་རྒྱས་སྤྱང་སྟོན་དེ་ལ་སོགས་པ་ཕྱོགས་བཅུའི་སངས་རྒྱས་རྣམས་ཀྱིས་རང་ཡལ་བར་སྤོ། གཞན་གཅེས་པར་བཟུང་ནས་གཞན་དོན་ཁོ་ན་ལ་འགྱུར་བས། ཨེ་ནས་རང་དོན་དང་གཞན་དོན་གཉིས་ཀ་མཐའ་ཕྱིན་པར་འགྱུར་བ་དེ། བྱུང་བ། བྱུང་བ་ཡིན་ཙང་རྒྱུ་མཚན་དེ་ཡིད་ཆེས་ན་རྒྱུན་དུ་བདག་གཞན་བསྙད་བརྗོད་ཡི་ཉམས་ལེན་དེ། ཉམས་ལེན་སྒང་ཡག་དེ་ལྟ་ཉམས་ལེན་གྱི་འཐད་པ་ཆེན་པོ་ཉམས་ལེན་གྱི་རྩ་བ་ཆགས་དུས་རེད། བླ་མ་མཆོད་པ་ན་དེ་ན་རྗེ་བཙུན་བླ་མ་ཐུགས་རྗེ་ཆེ་མ་སྒྱུ་འཕྲུལ་ཡི་བདེ་འབྲས་སྡུག་བསྔལ་གྱི་མ་ལུས་དག་དང་དང་བདག་གི་བདེ་སྐྱིད་གཞན་དབང་གཞན་ལ་བཏང་བ་ཡི་འགྲོ་ཀུན་བདེ་དང་ལྡན་པ་གཞན་གྱིས་བསླབ་ཟིན་ནས་གཡོན་ས་བསྙད་བརྗོད་ན་བས་རྒྱལ་པོ་ཆེ་ལ་ནན་ཏན་བྱས་ནས་ཚར་གསུམ་འདོན་ཡག་ཅིག་གསུམ། སྤྱི་རྩ་ཐ་མྱ་ངན་གྱི། དངོས་གཞི་བྱང་ཆུབ་ཀྱི་ཚེ་མྱ་ངན་བྱེད་ངན་གྱི་ཐ་མྱ་ངན་གྱི་སྙིང་པོ་དེ། བདག་གཞན་གཅིག་ཡོད་བསམ་པ་ལ་བློ་སྦྱང་ཡང་དེ་བརྗོད་འདོད་ཀྱི་ཐ་དེ་ལ་བློ་སྦྱང་གི་དགོས་ཀྱི་ཡོད་རེད། ད་དེ་ལ་བློ་སྦྱང་ནས་ཐ་བརྗེད་ཐབས་དེ་གར་བྱེད་དགོས་ཟེར་ན། བརྗོད་འདོད་འགྲོ་འཆག་ཉལ་འདོད་ཀྱི་སྤྱོད་ལམ་སྐབས་སུ་མྱ་ངན་གར་བྱེད་དགོས་ཟེར་ན་བརྗེད་ཐབས་དུ་རྐྱེན་ངན་ལམ་ཁྱེར་སྒམ་པ། གཡེང་ངན་ལམ་ཆེན་སྒང་བར་དེ་ལ། དང་པོ་མི་འདོད་པའི་ཆོས་བཞི། དང། མི་འདོད་པའི་ཆོས་བཞི་རྣམས་མ་རྙེད་པར་ལམ་དུ་ཆས་པ། དེ་ནས། རེ་བ་མ་རྙེད་པར་ལམ་དུ་ཆས་པ། དེ་ལ་རྩ་བ། སུ་དག་འདོད་ཆེན་དབང་གིས་བདག་གི་ནོར། ཐམས་ཅད་འཕྲོག་གམ་འཕྲོག་ཏུ་འཇུག་ན་ཡང།

ད་མདོར་བསྡུས་ནས་ཞུས་ན། གང་ཟག་འགའ་ཞིག་གིས་འདོད་པ་ཆེན་པོའི་དབང་གིས་རང་ཉིད་ཀྱི་རྒྱུ་ནོར་ལོངས་སྤྱོད་ཐམས་ཅད་ཁོ་རང་གི་དངོས་སུ་འཕྲོད་པའང་གཞན་ལ་འཕྲོག་ཏུ་འཇུག་ན་ཡང། དེ་ལ་ཕ་ཨེ་ནི་ཁོང་ཁྲོ་མ་བྱེད་པ་མ་ཟད། ད་དུང་ཡང་ཕན་དེ་ལ་ཕ་ཕན་འདོགས་པའི་བསམ་པ་བྱེད་དགོས་རེད། ཕན་འདོགས་པའི་བསམ་པ། མ་རྙེད་པ། དཔེར་ན། འདི་ཁ་ཐུག་ལོ་རྒྱུས་དེ་འདྲ་ཡོད་ད། ལོ་རྒྱུས་ཤོད་མ་དགོས་ཨ་སེ་མགོ་རོ་རོ། ད། རང་གི་ནོར་ལོངས་སྤྱོད་ལ་སོགས་པ་གཞན་གྱིས་དངོས་སུ་འཕྲོག་གི་ཡིན་ན་རེད། ཁོ་རང་གིས་དངོས་སུ་འཕྲོག་གི་ཡིན་ན་གཞན་གྱིས་འཕྲོག་ཏུ་བཅུག་ནས་དེ་བྱས་པ་ཡིན་ན་མི་དེ་ལ་ཁུངས་འཕྲོག་ད་སོ་སོའི་གི་ནོར་ལོངས་སྤྱོད་དེ་མ་ཐབས་པ་རེད། མི་གཅིག་གིས་སོ་སོར་སྤྲད་པ་ཡིན་ན་སོ་སོར་ཡོད་པ་ཡིན་ན་རེད། དེ་འདྲས་བྱས་ནས་ད་དེ་གཞན་དག་གིས་འཕྲོག་སོང་ན་སོ་སོ་ལ་མ་རྙེད་པ་རེད།

ཐག་ལོ་མ་བརྒྱད་དགོས་ན་སྔོ་སོ་ན་ཁོག། སྡིག། སོ་ཆུ་སྡིག་པ་གཅིག་གི་མ་དེ། བ་བརྒྱ་ན་མདོ་ཨར་བརྒྱ་ན་པས་མི་ཟེར། བྱས་ཙང། དེ་ལ་མི་སྤྲོ་བ་ད་དུང། ཕ་རོལ་པོ་དེ་ལ་ཕན་འདོགས་པའི་བསམ་པས། ཕན་འདོགས་པའི་བསམ་པས་རང་གི་ལུས་ལོངས་སྤྱོད་དུག་གསུམ་དགེ་རྩ་དང་བཅས་པ་ཐམས་ཅད། ད་ལོངས་སྤྱོད་འདི་ཕན་ནས་ཕར་བསྔོ་བ་ཙམ་དུ་མ་ཟད་པར་ནོར་ལོངས་སྤྱོད་ཁུག་ཁི་ཚ་བ་དེ་དུ་བསྔོ་རྒྱུར་རེ་བ་བསྔོ་བཞག་ན་ཁོ་ལ་གི་ཉེས་པ་འཆིང་བ་ཆེ་རང་ལ་ཁོང་ཁྲོ་ལ་སོགས་པ་དེ་ཚོ་མ་འབྱུང་ཡང། དེའི་སྒང་ལ་རང་གི་ལུས་ལོངས་སྤྱོད་དུད་ཚང་བརྒྱད་རྩ་བཅས་པ་བསམ་པ་ཐག་པ་ནས་ཕར་ཕ་རོལ་པོ་ལ་བསྔོ་དགོས་རེད་དེ་ལྟར་བསྔོ་བ་དེ་རྒྱལ་སྲིད་བྱང་ཆུབ་སེམས་དཔའ་རྣམས་ཀྱིས་མ་ཉེས་པ་ལམ་དུ་ཕྱེ་བའི་གི་ད་ཉམས་ལེན་བྱ་འདོད་རེད། བསམ་པ་ཐག་པ་ནི་བཏང་འཁོར་མ་དུ་འཕེང་མ་ར་སྟེ། བྱས་ཙང་ད་སྡུག་བསྔལ་ལམ་དུ། སྡུག་བསྔལ་ལམ་དུ་ཆེ་བ་འདི་རེད། བདག་ལ་ཉེས་པ་ཅུང་ཟད་མེད་བཞིན་དུ་གང་ལྟར་བདག་གིས། བདག་གི་མགོ་བོ་གཅོད་ན་ཡང། སྙིང་རྗེའི་དབང་གིས་དེ་ཡི་སྡིག་པ་རྣམས་བདག་ལ་ལེན་པ་སྦྱིན་སྲེག་ལག་ལེན་ཡིན། ང་གཉིས་ལ་ཉེས་པ་ཅུང་ཟད་ཙམ་ཡང་མེད་བཞིན་དུ། མེད་བཞིན་དུ། གཞན་གྱི་ཚིག་རྩུབ་སྨྲ་བ་དང་རྡུང་རྡེག་གཏོང་བ་ལ་སོགས་པ། གཞན་ཡང། རང་གི་ལུགས་ལ་མནའ་གཅོད་པའི་ཚད་སྨད་པ་དང། ལུས་ཀྱི་ཡན་ལག་གཉིས་ལ་གཏུབ་པ་ལ་སོགས་པ་མགོ་བོ་གཏུབ་པ་ལ་སོགས་པ་གནོད་པ་དེ་འདྲ་བྱས་ན་ཡང། དེ་འདྲ་བྱས་སོང་ན། ཇོ་བོ་རྗེས། ལུས་ལ་གནོད་པ་བྱུང་ཡིན་ཚེ། སྔོན་གྱི་ལས་སུ་བལྟ་བར་བྱ་གསུངས་མདོ། གནོད་པ་བྱེད་པའི་སྡུག་བསྔལ་དང་རང་གིས་སྔར་བསགས་པའི་སྡིག་པའི་ལས་ཀྱི་འབྲས་བུ་ཡིན་སྙམ་དུ་གནོད་བྱེད་དེ་ལ་པའི་ཁོང་ཁྲོ་མི་སྐྱེ་བ་ཙམ་དུ་མ་ཟད་ད་དུང་གནོད་པ་བྱེད་ངེས་ཀྱི་དགྲ་བོ་ཁོས་རང་ལ་གནོད་པ་བྱས་སོང་སྙམ་པའི་ཁོ་རང་གི་མནའ་མའི་ཡི་མྱུག་ཚུལ་སོགས་དེ་ཚོ་མ་བསམ་པ་ཅན་མ་རྒྱུ་འགྲོ་ཡི་བདེ་འབྲས་སྡུག་བསྔལ་མ་ལུས་ད་ལྟ་བདག་ལ་སྨན་པ་དང། ཁོ་རང། ཁོའི་གནོད་པ་དེ་འདྲའི་སྐྱེས་པ་ཡིན་ཙང་ཐུ། ཁོ་མནའ་མས་ཀྱི་སྡུག་བསྔལ་དཔག་ཏུ་མེད་པ་མྱོང་དགོས་ཀྱི་ཡོད་རེད། དེ་དེ་ཡིན་ཙང་དེ་ལ་བསམ་ནས་ཀྱི། ཉོན་ཅིག་གསུངས་ནས་ད་སྙིང་རྗེ་བྱས་ནས་མ་རྒྱུ་འགྲོ་ཡི་སྡིག་སྒྲིབ་སྡུག་བསྔལ་ཀུན་མ་ལུས་ད་ལྟ་བདག་ལ་སྨན་པ་དང་ཞེས་གསུངས་པ། གསུངས་པ་ལྟར་གྱིས་ད་སྙིང་རྗེའི་དབང་གིས་གནོད་སྦྱིན་དགྲ་བོ་དེ་ཉིད། རྒྱུ་སྡིག་པ་དང་དེའི་འབྲས་བུ་ཐམས་ཅད་རང་ཉིད་ལ་སྨན་པར་ཤོག་སྙམ་དུ་ཕ་རོལ་པོས་དེའི་སྡིག་པ་དང་སྡུག་བསྔལ་ཐམས་ཅད་བདག་ལ་ཚུར་ལེན་པ། དེ་ལྟར་ལེན་པ་དང་རྗེས་སུ་བྱང་ཆུབ་སེམས་དཔའ་རྣམས་ཀྱི་སྡུག་བསྔལ་ལམ་དུ་ཕྱེ་བའི་ཡི་གེ་ལྟར་ལག་ལེན་བྱ་འདོད་ཡོད་རེད། ད་དེ་ཡིས་བཞུགས་ཏེ། གསུམ་པ་སྟེ་མི་མཉེས་པ་ལམ་དུ་ཆས་པ་དེ་རེད། མི་མཉེས་པ་ལམ་དུ་ཆས་པ་དེ་ལ། རྩ་བ་འགའ་ཞིག་བདག་ལ་མི་མཉེས་སྣ་ཚོགས་པ། སྟོང་སང་ཆགས་པར་སྒྲོགས་པར་བྱེད་ན་ཡང། བྱམས་པའི་སེམས་ཀྱིས་སླར་ཡང་དེ་ཉིད་ཀྱི་ཡོན་ཏན་བརྗོད་པ་རྒྱལ་སྲས་ལག་ལེན་ཡིན། ཞེས་གསུངས་པ་ན་ད་མི་འགའ་ཞིག་གིས་རང་ཉིད་ལ་དཔེར་ན། རྐུན་མ་མེད་བཞིན་དུ་རྐུན་མ་རེད་ཟེར་བ་ལྟ་བུས། རང་ཉིད་ལ་གཞི་མེད་ཀྱི་སྐྱོན་བརྗོད་སུ་མི་རྙེད་པ་པའི་སྣ་ཚོགས་པ་འཛམ་གླིང་ཡོངས་ལ་ཁྱབ་པར་བྱས་ན་ཡང། དེ་ལ་ཁོང་ཁྲོ་མི་སྐྱེ་བ། ཁོང་ཁྲོ་མི་སྐྱེ་བ་ཙམ་དུ་མ་ཟད་ད་དུང་དགྲ་བོ་དེ། བདེ་བ་དང་ལྡན་པར་འདུས་པའི་གིས་འཇམ་པའི་སེམས་ཀྱིས། ལྷ་ཡང་དགྲ་བོ་དེ་ཉིད་ཀྱི་ཡོན་ཏན་བརྗོད་པ་སྟེ། སྐྱོན་ནས་མི་བརྗོད་པར་ཡོན་ཏན་བརྗོད་པ་སྟེ་རྗེས་སུ་བྱང་ཆུབ་སེམས་དཔའ་རྣམས་ཀྱི་གིས་མི་བརྙས་པ་ལམ་དུ་ཆས་པའི་གིས་ལག་ལེན་ཡིན་གསུངས་པ་རེད། ད་དེའི་རྗེས་སུ་ད་སྨྲས་པ་རང་ལ་སྨད་ར་བཏང་བ་དེ་ལམ་དུ་ཆས་བ། ད་འགྲོ་མ་འདུས་པའི་དབུས་སུ་འགའ་ཞིག་གིས་ཚང་ནས་འགྲོ་ཞིང་ཚིག་ངན་སྨྲ་ན་ཡང་དེ་ལ་དགེ་བའི་བཤེས་ཀྱི་འདུ་ཤེས་ཀྱིས་མགུ་བར་འདོད་པ་རྒྱལ་སྲས་ལག་ལེན་ཡིན། ད་མི་མང་པོ་འདུས་པའི་དབུས་སུ་མི་འགའ་ཞིག་གིས་རང་ཉིད་ཀྱི་སྐྱོན་གྱིས་ཚང་ནས་འགྲོ་ཚིག་ངན་སྣ་ཚོགས་པ་སྨྲས་ན་ཡང། མ། ཚིག་ངན་སྨྲས་ངན་ཡིན་སྨྲ་ངན་གྱི་མ་བོ་དེ་ལ། ཁོང་ཁྲོ་མི་བསྐྱེད་པ་ཙམ་དུ་མ་ཟད། ནས། རང་གིས་རང་ལ་སྐྱོན་གྱི་ཕྱོགས་ནས་མ་བསམ་པར། ཡོན་ཏན་གྱི་ཕྱོགས་རྐྱང་རྐྱང་བསམ་འདོད་པ་ཡིན་ན། རང་ཉིད་ལ་སྐྱོན་གྱི་ཕྱོགས་ནས་བསམ་ན་མ་དག་པའི་ཡོན་ཏན་གྱི་ཕྱོགས་རྐྱང་རྐྱང་བསམ་འདོད་པ་ཡིན་ན་ང་རྒྱལ་སྐྱེ་བ། ང་རྒྱལ་སྐྱེ་བས་ང་རྒྱལ་སྐྱོ་མཁན་དང། སྤྱོད་རྒྱུ་ངེས་བྱུང་བ་ཡིན་པ་དེ་ཡིན་ཚེ་ང་རྒྱལ་སྤྱོད་མཁན་དང་བཟོད་པ་ལ་སྒང་པ་ལ་དེ་ནས་སྐུལ་མ་གཏོང་མཁན་གྱི་རང་གཅུན་ངོ་སྤྲོད་གནང་མཁན་གྱི་དགེ་བའི་བཤེས་གཉེན་གྱི་འདུ་ཤེས་ཀྱིས་གཉིས་བཀུར་གཉིས་ནས་ད་གུས་འདུད་བྱེད་པ་དེ་ཇི་སྲིད་བྱང་ཆུབ་སེམས་དཔའ་རྣམ་བརྒྱད་ཀྱིས་རང་ལ་སྨད་པ་སྨད་ར་བཏང་ཡང་དེ་ལམ་དུ་ཆས་པའི་ཡིད་ཇི་སྲིད་བྱང་ཆུབ་སེམས་དཔའ་རྣམ་བརྒྱད་ཀྱི་ལག་ལེན་རེད་སོང། ཨོ་ཡ་ད་གཞན་གྱིས་རང་གི་སྐྱོན་མཚང་འབྲུས་ཟེར་ནས་སྐྱོན་མཚང་གཏོར་བ་རེད་བ། ད་གཞན་གྱིས་རང་གི་སྐྱོན། སྐྱོན་དེ་འདྲ་བརྗོད་པ་ཡིན་ན་ཡང་དེའི་ལན་ལ། རང་གིས་གཞན་གྱི་སྐྱོན་ཅུང་ཟད་ཙམ་ཡང་མི་འབྲི་བ་ཞིག་དགོས་རེད། བཤད་ཀྱང་ལྷར་མི་ཤེས། ག་སོ། གྲོལ་ཀྱང་ལྷར་མི་གྲོལ། བདེས་ཀྱང་ལྷར་མི་བདེ། ཚངས་བྲོས་ཀྱང་ལྷར་ཚངས་མི་བྲོལ། དགེ་སྦྱོང། དགེ་སྦྱོང་དུ་བྱེད་པའི་བྱེད་ཆོས། བྱས་ཙང་དེ་འབྲེལ་གྱི་པའི་ཚུལ་ཅན་དུ་བྱེད་དགོས་རེད་སྙམ་སྟེ་སྐུལ་མ་གཏོང་མཁན་གྱི་དགེ་བའི་བཤེས་གཉེན་གྱི་འདུ་ཤེས་བསྐྱེད་ནས། ད། སྨྲས་པ་ལམ་དུ་ཁྱེར་ནས་ལག་ལེན་བྱེད་དགོས་རེད། ད་ལྟའི་རྗེས་སུ་འགྲོ་རུང་ངར་པ་དེ་དྲིན་ལྡན་ལོངས་སྤྱད་ལམ་དུ་ཆས་བ། བདག་གིས་བུ་བཞིན་ཨེ་ནི་སྐྱེས་པར་བཅང་བའི་མིས་བདག་ལ་དགྲ་བཞིན་དུ་བརྟག་པར་བྱེད་ན་ཡང། ནད་ཇི་ལྟ་བུའི་བུ་ལ་མ་བཞིན་དུ་ལྷག་པར་བརྩེ་བ་བརྗེ་གསེར་ལག་ལེན་ཡིན་གསུངས་པ་རེད། རྗེ་བོ་ཡང་དེ་གསུངས་པ་ནང་བཞིན་གྱིས། ད། ནད་གཞི་དྲག་པོའི་སྐྱོན་གྱིས་སྨྱོས་ཏེ་སེམས་གནད་དུ་མི་གནས་པའི་བུ་དེ་གས་མ་ལ། མ་དེ་ལ་ཨི་ནི་ཚིག་རྩུབ་ལ་སོགས་པ་ག་འདྲའི་བྱིན་ལབ་ཀྱི་ཡིན་ན་ཡང། ནས། མ་དེ་གས། ཁོང་ཁྲོ་བྱེད་ཀྱི་མ་རུ་འཁོན་འཛིན་བྱེད་ཀྱི་མ་རུ་འཁོན་འཛིན་མི་བྱེད་པ་ཙམ་དུ་མ་ཟད་པ། དེའི་སྒང་ལ་ད་བྱང་ཆུང་བྱེད་ཡག་དེ་བྱང་ཆུང་ལྷག་པ་བྱེད་གཉིས་ཀྱིས་བྱང་ཆུང་ལྷག་པ་བྱེད་པ་དེ་ནང་བཞིན་གྱི། རང་ལ་ཨི་ནི། བདག་གིས་བུ་ཞིག་གཅེས་པར་བྱ་བའི་མི་བདག་ལ་དགྲ་བཞིན་དུ་ལྟ་བར་བྱེད་ན་ཡང། མི་དེ་ཉོན་མོངས་དུག་ཟོང་གིས་སེམས་ཀྱིས་བསྙོན་ནས། སེམས་ཉོན་མོངས་དུག་ཟོང་དང་བྲལ་ན་ཅི་མ་རུང་སྙམ་དུ། ལྷག་པར་བརྩེ་བ་གྱི་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཀྱི། དྲིན་ལན་ལོངས་སྤྱོད་ལམ་དུ་བྱེད་པའི་ལག་ལེན་བྱེད་པ་རེད། ད་དེའི་རྒྱུད་ལ་ས་བརྒྱད་དེ་ལ་རྙེད་ཐབས་བྱེད་པ་ལམ་དུ་ཆས་པ། རྙེད་ཐབས་ཟེར་དུས་རྙེད་རྒྱུ་བྱེད་པ་ལམ་དུ་ཆས་པ། རང་དང་མཉམ་པར་སྨྲས་པའི་སྐྱོ་བོ་ཡིས་ང་རྒྱལ་དབང་གིས་རྙེད་ཐབས་བྱེད་ན་ཡང། བླ་མ་བྱེད་འདོད་གུས་པས་བདག་ཉིད་ཀྱིས་སྐྱོ་བོ་ལེན་པ་ཇི་སྲིད་ལག་ལེན་ཡིན་གསུངས་པ་ན་བདག་རང་དང་མཉམ་པའང་སྨད་པའི་སྦྱོར་བ་ཡིན། ང་རྒྱལ་དབང་གི་སྙིང་སྟོབས་བརྗེད་ན་ཡང། བརྗེད་ན་ཡང་གནོད་བྱེད་དེ་འབྲེལ་གྱི་གནོད་པ་བྱེད་ངེས་ཀྱི་གནོད་བྱེད་དེ་ནི། རང་གི་སྔ་བསགས་ལས་ངན་གྱི་འབྲས་བུ་ཟད་པའི་གི་ཐབས་ཡིན་སྙམ་ནས། རང་གི་བླ་མ་བཞིན་དུ། བླ་མ་མ་དཔལ། མ་ག་རེ་བ་ལ་ད་འདི་ཅོང་མང་པོ་བཏང་ཡོད་རེད་བ་དཀའ་ངལ་མང་པོ་སྤྲད་ཡ་དེ་ནི་འདི་ཅོང་གི་ཆེད་དུ་ཡིན་སྙམ་པའི་པའི་བཀའ་བཞིན་སྒྲུབ་པའི་སྒོ་ནས་ཡི་ད་ཧུ་ད་བྱས་པ་དེ་ན་བཞིན་བཀའ་དྲིན་བླ་མའི་རང་གི་བླ་མ་བཞིན་དུ་བཀའ་དྲིན་རྗེས་སུ་དྲན་པའི་སྒོ་ནས་གཉེར་ཐབས་བྱས་པ་ན་དང་དུ་བླངས་པ་འདི་རྗེ་ས་བྱང་ཆུབ་སེམས་དཔའ་རྣམས་ཀྱི་དག་མཉམ་སྤྱོད་བྱེད་པ་ལམ་དུ་ཆས་པའི་ཀྱི་ལམ་ལས་ཉམས་ལེན་ཡིན། དང་དེ་ནས། དཔེར་ན་རང་ལས་མི་སྨད་པ་ཞིག་གིས་རང་ལ། པའི། ལྷ་བརྒྱ་རྒྱག་པ་སོགས་བྱེད་པའི་སྐབས་ལ། ཁོ་ཧམ་པ་ཚ་པོ་འདུག་བསམ་ནས་ཀྱི་དེ་ལ་ཁོང་ཁྲོ་དང་མཐོང་ཆུང་སོགས་མ་བྱས་པ་བྱེད། རང་ཉིད་དམའ་ས་བཟུང་ནས། ཁོས་བཤད་པ་དང་དང་ལེན་བྱས་ནས་གུས་ཞབས་བྱ་རྒྱུ་དེ་གུས་ཞབས་བྱེད་ཡ་དེ་ཧ་ཅང་གལ་ཆེན་པོ་ཆགས་ཀྱི་རེད། ཡང། སྙིང་རྒུད་སྙན་གྲགས་སོགས་ལ་ཆགས་ནས་རང་ལ་བསྟོད་པ། གཞན་ལ་སྨད་ར་སོགས་བྱས་ན། ཨེ་ནས་ཀྱང་སེམས་ཀྱི་གདམས་པ་དང་འགལ་བའི་ཡས་རྩ་ལྟུང་ཡིན་ཙང། རྒྱུན་དུ་བདག་བསྟོད་བྱེད་མེད་ལ་བསོད་པ་གཏན་ནས་བྱ་མི་རུང་བ་དེ་དག་གལ་ཆེ། དེ་འདྲའི་རང་དམན་ས་བཟུང་ཡང་དེ་གལ་ཆེན་པོ་ཆགས་ཀྱི་རེད། ད་དེའི་རྗེས་སུ་དགོས་པ་ལམ་དུ་ཁྱེར་བ། དགོས་པ། འཇོག་དགོས་གཉིས་ཀྱི་ནང་ད་དགོས་པ་ལམ་འཚོལ་ཡར་ཕུང་ཞིང་རྟག་ཏུ་མི་ཡི་རྙེད།

རང་ཉིད་ལ་འཚོ་བ་དབུལ་ཞིང་ཕོངས་པ་ལ་སོགས་པ་དེ་འདྲའི་ཡིད་པས་དབུལ་ཞིང་ཕོངས་པ། གཞན་ཡང་མིག་གིས་མཉམ་སྤྱོད་བྱེད་པ། ནད་ཚབས་ཆེན་པོ་དང་གདོན་བགེགས་ལ་སོགས་པ་དེ་འདྲའི་གྱི་སྟབས་ནས་ཕེབས། དེ་འདྲའི་ཕེབས་ཐབས་སྐྱོ་བོ་བཞི་བཅུ་དཀའ་ངལ་བཞི་བཅུ་ཆ་ཁྲི་ཡོད་པ་ཡིན་ན་ཡང། སེམས་ཞུམ་པ་མེད་པར་སྙིང་སྟོབས་བསྐྱེད་དགོས་རེད། སྙིང་སྟོབས་བསྐྱེད་དགོས་ཡ་ག་རེད་ཟེར་ན། ནས་འགྲོ་བ་གཞན་རྣམས་ཀྱི་སྡུག་བསྔལ་གྱི་མནར་ཚུལ་སོགས་ཡང་ཡང་བསམ་ནས། མ་བཅོས་ནང་གི་ཐག་དང་གཉེན་པའི་སེམས་ཅན། རིགས་དྲུག་གི་གནས་དག་ལ་སྡུག་བསྔལ་གྱི་མནར་ཚུལ་ཡང་ཡང་བསམ་ནས་སྙིང་རྗེའི་དབང་གིས། ལྷ་རྣམས་འགྲོ་བ་ཀུན་གྱི་སྡིག་འབྲས་དང་སྡུག་བསྔལ་ཐམས་ཅད་ཐམས་ཅད་ཨེ་ནི་བདག་ལ་སྨན་པར་ཤོག་སྙམ་པས་ཨེ་ནི་རང་སྟེང་དུ་ཚུར་ལེན་ནས་རང་ཉིད་སྡུག་བསྔལ་མང་པོ་གྱིས་མནར་ཏེ་ཨོ་ར་ད་དུང་སྡུག་བསྔལ་གཞན་སེམས་ཅན་རྣམས་ལ་པའི་སྡུག་བསྔལ་གྱི་ན་ཚོད་སོང་ནས་སྙིང་རྗེ་ལྷག་པར་སྐྱེས་ནས་སྡུག་བསྔལ་ཐམས་ཅད་རང་སྟེང་ཚུར་ལེན་ནས་ཨེ་ནི་སེམས་ཞུམ་པ་མེད་པར་སྙིང་སྟོབས་སྐྱེ་དགོས་རེ་བྱ་སྟེ་རྒྱལ་སྲིད་བྱང་ཆུབ་སེམས་དཔའ་རྣམས་ཀྱིས་ལག་ལེན་ཡིན་ཞུམ་པ་མེད་པར་སྙིང་སྟོབས་སྐྱེ་ཡ་སྟེ།

ད་ངས་ད་སྔ་ཕན་ཆད་པའི་གང་ཡོང་ཅི་ཡོང་བཅས་མྱངས་ནས་གང་ཐུག་ཐུག་བྱེད་ཁ་བྱས་པ་ཡིན་ཏེ། གང་ཡང་ཕན་ཐོགས་མི་འདུག་ཟེར་ནས་ཆུ་ལ་ཀོ་བ་བཏབ་པ་སོགས་ཡོང་ཉེན་ཆེ་བ་ཡོད་རེད། དེའི་ཁ་ཐུག་དེ་དུས་རྒྱུན་ང་ཚོ་བློ་སྦྱོང་ནས་ཡོད་པ་ནང་དུ་སྐྱེ་ངན་དགེ་བའི་བཤེས་གཉེན་ཡིན། བ་ཆེས་དགེ་སྦྱོར་དཀོན་མ་ཡིན། སྡུག་བསྔལ་སྡིག་པའི་ཆགས་ཞེན་ཡིན། དགོས་ཀྱི་རེད་བ། རེད་བ། རྐྱེན་ངན་པ་བྱུང་ཡང་དེ་དགེ་བའི་བཤེས་གཉེན་གྱིས་རང་ཉིད་ལ་རྐྱེན་ངན་བྱས་ཏེ་རྐུན་མ་དགེ་བའི་བཤེས་གཉེན་དུ་བཏགས་དགོས་རེད་ཟེར་རྐྱེན་ངན་པ་བྱུང་ཡང་བར་ཆད་དགེ་སྦྱོར་རྐུན་མ་ཡིན་བར་ཆད་བྱུང་ཡང་དེ་ད་ཆོས་བར་ཆད་བྱུང་བ་ཡིན་ཟེར་ད་དགེ་བར་འགྲོ་དགོས་རེད་བར་ཆད་དེ་ལས་ངན་པ་ལ་བརྟེན་ནས་བྱུང་བ་ཡིན་པ་དེ་སྔན་ཆད་ཀྱི་ལས་ངན་པ་བསགས་པ་ལས་བྱུང་བ་ཡིན་པ་ཤེས་པ་ཅན་ད་ཆོས་ལས་ངན་པ་མ་བསགས་གཞུས་མ་དཀའ་ངལ་ཡོང་ངོ་ཟེར་དེའི་རྐུན་མ་ལ་གོ་ཡག

རྣམ་ཐོས་བུ་ཡིས་ནོར་འདྲ་ནོར་འདྲ་ཐབས་བརྒྱུད་ཀྱང། སྲིད་པའི་དཔལ་འབྱོར་སྙིང་པོ་མེད་ཟིན་ནས། ཁྱིམ་པ་མེད་པ་རྒྱལ་སྲས་ལ་ལས་ཡིན། ད་བསྙེན་པར་གྲགས་ཤིང་སྒུག་འདུག། འགྲོ་མང་སྤྱི་བོར་འདོད་སྲིད་སྒུག་འདུག། བསྙེན་པར་གྲགས་ཤིང་འགྲོ་མ་ངའི་གངས་དཀར་ལགས་འདི་ན་ཡང་སྒུག། བསྙེན་པར་གྲགས་ཤིང་འགྲོ་མང་སྤྱི་བོར་འདོད་སྲིད་རོ། གོ་གི་འདུག་ད་རྣམ་ཐོས་བུ་ཡིས་ནོར་འདྲ་ཐབས་བརྒྱུད་ཀྱང་ད་རྣམ་ཐོས་སེ་ལབ་དགོས་མ་རེད། ནས། ནོར་ལོངས་སྤྱོད་ཆེན་པོ། རྒྱལ་པོ་དང། ཕྱུག་བདག་འདྲ་པོ། བཟོ་གྲྭ་ཆེན་པོའི་བདག་པོ་འདྲ་པོ་དེ་འདྲའི་གི། པའི་ནོར་ལོངས་སྤྱོད་ཆེན་པོ་དེ་འདྲའི་ཐབས་པ་ཡིན་ན་ཡང། དེ་ལ། ང་རྒྱལ། ང་རྒྱལ་བྱེད། སོ་སོ་ང་རྒྱལ་བྱེད། གཞན་ལ་མཐོང་ཆུང་བྱེད། གཞན་ལ་ཕྱི་གསོད་བྱེད་རྒྱུ་བ་མ་རེད། སོ་སོ་ཁེངས་སྐྱུང་དགོས་རེད། ག་འདྲའི་རྐྱེན་ནས་ཁེངས་སྐྱུང་དགོས་སམ། རྒྱུ་ནོར་ལོངས་སྤྱོད། བསྙེན་བཀུར་སྙན་གྲགས་ལ་སོགས་པ་དེ་ཚོ་ག་རེ་རེད། སྲིད་པའི་ཕུན་ཚོགས་ཕྱིར། སྙིང་པོ་ཡོད་མ་བདག་གི་ལག་ཆ་ཡིན་པ་རྩ་རྩེ་གཟིགས་པ་དང་ཆུ་ཡི་ལྦུ་བ་དང། དང་རིང་དུ་མི་གནས་པ། སྙིང་པོ་མེད་པར་རྟོགས། སྙིང་པོ་མེད་པར་རྟོགས་ནས། གཏམ་རྒྱུད་མངའ་ཐང་ཇི་ལྟར་རྒྱས་ན་ཡང། ནི་ང་རྒྱལ་གྱིས་གཞན་ལ་མཐོང་ཆུང་མ་བྱས་པ་ཁྱེད་སུས་མ་བྱས་པ། ཁེངས་སྐྱུང་བྱེད་ཡ་སྟེ། རྗེ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཀྱི། ཨེ་ནི། འབྱོར་བ་ཆེ་བ་དེ་འདྲ་བྱུང་བ་ཡིན་ན་ཡང་རྒྱལ་བུ་སྲས་མང་པོ་སྐྱེ་བར་བགྱི། དེ་ལོངས་བྱུང་ཡོད་ན་ཡང་དེ་ཚོ་ལམ་དུ་ཆས་པའི་ཉམས་ལེན། ཉམས་ལེན་རེད། ཨུམ་ཡ། དེ་ནས། ཐོད་རྟགས་བཞེས་ཤིང་འཐུ་བ། ཐོད་རྟགས་བཞེས་ཤིང་འཐུ་བ།

བསྡུ་བ་གཅིག་དགོས། གཞན་ལ་མཐོང་ཆུང་དང་ཁྱད་གསོད་བྱས་ན་ཐོས་པ་བཅད་པའི་དགོས་པ་དེ་མ་འབྱུང་བ་རེད། དེ་ལ་རྫ་དཔའ་སྤྲུལ་རིན་པོ་ཆེས་འདི་འདྲ་ཅིག་གསུངས་ཡོད་རེད་དགའ་ས། མཐོ་ན་མི་དགའ་དམའ་ན་དགའ་ས། མཐོ་ན་ཕྲག་དོག་ང་རྒྱལ་སྐྱེ་ས། དམའ་ན། བག་ཡངས་དགེ་སྐྱོན་འཕེལ་ས། དམའ་ས་གོང་མའི་གདན་ས་ཡིན། སློབ་མ་བརྒྱ་དེ་ངའི་དཔང་མགོ་དེ་ཚོ་སྐྱོ་པོ་དེ་ཚོ་ཡོད་རེད་བ། དཔེར་ན་ང་ཚོ་རྩམ་པ་སློང་དེ་གི་འདྲ་བ་ད་དེང་སང་རྩམ་པ་སློང་མཁན་དེ་ཡོད་རེད་བ། དེ་ཚོ་ད་སློབ་མ་བརྒྱ་སློང་ནས་ཨེ་ནི་ཚུལ་དགུང་ཟླ་ཚོ་ནང་ལ་ཚུལ་ལོག་ཡོང་དུས་ཁོ་གྲོགས་པོ་བརྒྱ་གསུམ་དེ་ག་རང་མང་དུ་དྲན་ཡག་སྐད་རྒྱག་མ་དགུང་ཟླ་ལོས་ཤེས་ཤེས་ཉེས་འདུག། ད་ལས་ཀ་མང་པོ་ཡོད་ངེས་དེ་ཚོ་ད་ལས་ཁུངས་ཚུར་ལོག་ཚར་ནས་ག་ཡོད་མ་ད་ཁོས་བསོད་ནམས་མང་པོ་བཏང་ནས་ཕེ་ད་དཀའ་ངལ་མང་པོ་ཡོད་རོགས་བག་ཡངས་དེ་ཡོད་མ་རེད་ཨེ་དགེ་བཅུ་ཕེ་བ་དེ་ཡོང་གི་ཡོད་མ་རེད་སྨན་ན་བག་ཡངས་དགེ་བཅུ་ཕེ་དེ་རེད་སྨན་ས་དགུ་མི་བདེན་ས་ཡིན་ང་ཞི་བུ་གཅིག་ཡིན་སོང་ནས་མཐོ་ས་བཟུང་ན། ང་ལ་མཐོ་བ་ཞིག་མཐོང་ན་ཕྲག་དོག་དང་ང་རྒྱལ་མཐོང་ན་ཕྲག་དོག་དང་ང་རྒྱལ་སྐྱེ་གི་རེད། དེ་དེ་ནས་རང་ཉིད་དམའ་ས་བཟུང་ན་བག་ཡངས་དང་དགེ་སྐྱོན་ངང་གིས་འཕེལ་བ་ཡིན་ཙང། སྤྱོད་དང་འཇིག་རྟེན་གང་གི་ཆ་ནས་བསམ་ན་ཡང་དམའ་ས་བཟུང་ཡག་དེ་གལ་ཆེན་པོ་ཆགས་དོན་རེད། ད་ལྟའི་རྗེས་ཚར་བ་ཡིན་པ་ཡོད་ད་ལྟའི་རྗེས་སུ་ཆགས་སྡང་ཉིད་ལམ་དུ་ཆེ་བ། ཆགས་སྡང་ཉིད་ལམ་དུ་ཆེ་བ་དེ་ལ་སྡང་བ་ལམ་དུ་ཆེ་བ་དང། ཨེ་ནས་ཆགས་པ་ལམ་དུ་ཆེ་བ། ཆ་གཉིས་ཡོད་རེད། དང་པོ་དེ་ཞེ་སྡང་ལམ་དུ་ཆེ་བ་དེ་རེད། རང་གི་ཞེ་སྡང་དགྲ་བོར་མ་བཏུལ་ན། ཕྱི་རོལ་དགྲ་བོ་བཏུལ་ཞིང་འཕེལ་བར་འགྱུར། དེའི་ཕྱིར་རྒྱང་དང་སྙེད་ཅན་དམག་དཔུང་གིས་རང་རྒྱུད་འདུལ་བ་རྒྱལ་སྲས་ལག་ལེན་ཡིན་གསུངས་པར། བྱས་ཙང་དེ་གསུངས་པ་ནང་དུ་རང་གི་རྒྱུད་ལ་ཡོད་པའི་ཞེ་སྡང་གི་དགྲ་བོ་དེ་མ་བཏུལ་བར་ཕྱི་ཡི་དགྲ་བོ་ག་ཚད་བཏུལ་ན་ཡང། ཨེ་ནས་ཇེ་མང་དུ། ཇེ་ཉུང་དུ་འགྲོ་བ་ཡང་འཕེལ་འགྲོ་གི་རེད་རྒྱུ་མཚན་དེའི་ཕྱིར་ན། གཞན་བདེ་བ་དང་ལྡན་འདོད་ཀྱི་བྱམས་པ། སྡུག་བསྔལ་དང་བྲལ་འདོད་ཀྱི་སྙིང་རྗེ་དེ་ལ། བྱམས་དང་སྙིང་རྗེའི་དམག་དཔུང་གིས་དམག་དཔུང་ལ་བེད་སྤྱད་པ། ཕི་ནས་དགྲ་བོ་བཏུལ་དགོས་ན་སོ་སོ་བྱམས་པ་དང་སྙིང་རྗེས་སྒང་ནས་དེའི་དམག་དཔུང་གིས་ནག་གི་དགྲ་བོ་ཨ་ནེ་དེ་ལ་མཐའ་དགོས་རེད་དམག་དཔོན་གྱི་ནང་ནང་གི་དགྲ་དགོང་དེ་ལ་མཐའ་ནས་རང་རྒྱུད་ལ་ཡོད་པའི་ཞེ་སྡང་གི་དགྲ་བོ་དེ་འདུལ་དགོས་རེད། རང་རྒྱུད་ལ་ཡོད་པའི་དགྲ་བོ་དེ་ཞེ་སྡང་གི་དགྲ་བོ་དེ་འདུལ་བ་ནི་ཡེ་སྲས་ཞབས་འཇུག་སེམས་དཔའ་རྣམས་ཀྱི་ཞེ་སྡང་ལམ་དུ་ཕྱིན་བའི་ལག་ལེན་ཡིན་ནོ། གཡས་པ། ཧམ་ཏིག་ཙམ་གྱིས་བསྐོར་བས་ན་ས་སྟེང་ཐམས་ཅད་གཡོག་དང་འདྲ་ཟེར་བ་དེ་རེད། རྗེ་མི་ལ་རས་པས། ཕྱི་དགྲ་བོ་བཏུལ་ན་ཇེ་མང་འགྲོ། ནང་རང་རྒྱུད་བཏུལ་ན་དགྲ་བོ་མེད། ད་ཅི་ཧོང་ཏི་རྫོང་གི་ཀོ་ཨེ་ན་ས་སྟེང་ཐམས་ཅད་གཡོག་དང་འདྲ་བགྱིས་པ་རེད་ད་དེ་དེ་ཞུ་ན་རོ། ལུང་པ་གང་ག་ཚེར་མའི་ཚེར་མ་གི་ཁ་འདི་ཡོད་པ་ཡིན་ན། ད་ལུང་པ་ལ་ཚེར་མ་ཁ་འདི་ཡོད་ན་དེ་ཚེར་མ་གང་ག་དགའ་བསུ་ད་མེད་པ་བྱེད་ཡག་ལ་མི་སྡིག་ཐུག་ཡག་ཡོད་མ་རོ་ད་དགའ་བྱེད་དགོ་སུ་སུ་ཧམ་གོག་དེ་ལ་ཡག་པོ་ཐང་པོ་ཡག་པོ་ཅིག་ཀོ་ཨ་གི་ད་ཅག་གི་ཧམ་གོག་གར་གོ་གོ་ཐང་པོ་ཡག་པོ་ཅིག་བྱེད་ཀྱི་ཡིན་ན་ས་སྟེང་ཐམས་ཅད་གཡོ་བ་དང་འདྲ་བ་རེད་དེ་ལ་ད་དགའ་ཟེར་བ་རང་ལ་གནོད་པ་བྱེད་མཁན་གྱི་དགྲ་བོ་དེ་ཆགས་སྡང་རྨུགས་གསུམ་གྱི་གཞན་དབང་དུ

བྱམས་དང་སྙིང་རྗེས་བསྒང་ནས་རང་རྒྱུད་ཀྱི་ཞེ་སྡང་གི་དགྲ་བོ། བསྟོད་ན། ཆོས་རོགས་ཀྱི་དགྲ་བོ་ཐམས་ཅད་ཨིན་ཕེ་རང་ཤི་ལ་འགྲོ་གི་རེད། ཧང་ཧང་ཀོ་ཡག་པོ་ཅིག་གོ་ཡོད་ན་དེ་ཚང་མ་དེ་བཟོ་གི་མ་རེད་ཁོ་ལ་རང། ཞེ་སྡང་གི་དགྲ་བོ་ཐམས་ཅད་རང་ཤི་ལ་སོང་བ་ཡིན་ཙང་རང་རྒྱུད་ཀྱི་ཞེ་སྡང་དགྲ་བོ་ཐམས་ཅད་བཏུལ་བ་རེད། ད་དེའི་མཇུག་ལ། ཆགས་སྡང་གཉིས་རྣམས་ད་ཆགས་ཡུལ་ལམ་དུ་ཆས་པ་དེ་རེད། ད་འདོད་པའི་ཡོན་ཏན་ལན་ཚྭའི་ཆུ་དང་འདྲ། ཇི་ཙམ་བསྐྱེད་ཀྱང་སྲིད་པ་འཕེལ་བར་འགྱུར། གང་ལ་ཞེན་ཆགས་སྐྱེས་པའི་དངོས་པོ་རྣམས། འཕྲལ་ལ་སྤོང་བ་རྒྱལ་སྲིད་ལག་ལེན་ཡིན། གསུངས་པ་ན་ད། གཟུགས་སྒྲ་དྲི་རོ་རེག་བྱ་དེ་ཚོ་གཟུགས་མཛེས་པ་སྒྲ་སྙན་པ། དྲི་ཞིམ་པ་རོ་མངར་བ། རེག་བྱ་འཇམ་པ་ལ་སོགས་པ། ལྟར་འདོད་པའི་ཡོན་ཏན་རྣམས་ལ། ཧེ་ནི། སྐྱེས་པ་འདི། ལན་ཚེ་ཡི། ཆུ་དང་འདྲ་བ་རེད། བྱས་ཙང་དེ་དག་ག་ཚེ་འཐུངས་པ་ཡིན་ན་ངང་པ་མེད་པ་ཞིག། ཧེ་ནི། ཞེན་ཆགས་ཆེ་ཆེར་འཕེལ་འགྲོ་གི་རེད། བྱས་ཙང་དེ་ཡིན་ཙང་ཡུལ་གངས་རི་ལ་ཞེན་ཆགས་སྐྱེ་བའི་གིས་འདོད་ཡོན་གྱི་དངོས་པོ་ཐམས་ཅད་ལ་ཞེན་ཆགས་འགོག་པའི་ཕྱིར་འདོད་ཆགས་ཡོན་རུ་ཆགས་པ་སྐྱེ་ས་ཀྱི་ཡུལ་ཡུལ་དེ་ལ་ལམ་སང་ཁ་ཐུག་དེ་ག་ཁྲེ་ཁྲེ་ལ་འབུད་རྐྱང་བྱེད་དགོས་རེད་འབུད་རྐྱང་བྱས་ནས་ཡིན་པས་སྤོང་དགོས་རེད་འབུད་རྐྱང་བྱས་ནས་སྤོང་དགོས་རེད་མ་གཏོགས་སྤོང་བ་དེ་བྱང་ཆུབ་སེམས་དཔའ་རྣམས་ཀྱི་ཆགས་ཡུལ་ལམ་དུ་བྱེད་པའི་གིས་ད་ཉམས་ལེན་རེད་བྱས་པ། ཨོ་ཡ། ད་དེ། ད་འདོད་ཡོན་གྱི་དངོས་པོ་ལ་ག་ཚོད་ཅིག་ལོངས་སྤྱོད་ན་ཡང་ངོམས་པ་མེད་པ་ཆགས་པ་ཆེར་ཆེར་འགྲོ་གི་མ་གཏོགས་ཆུང་ཆུང་འགྲོ་གི་མ་རེད། ཆེར་ཆེར་འགྲོ་གི་ཡོད་པ་ཡིན་ཙང་དང་པོ་ནས་འབུད་འཇོང་བྱེད་དགོས་རེད། དང་པོ་ནས་འབུད་འཇོང་མ་བྱས་ན་ཁོ་ཆེར་ཆེར་འགྲོ་གི་ཡོད་ས་ཡིན་ཙང་གཞུ་མ་བཀག་མ་ཐུབ་ངེས། བཀག་མ་ཐུབ་པ། པའི་སྲོག་ལ་ཐུག་ཀྱང་ད་པའི་བློ་བཏང་གི་མེད་འདའ་ཟེར་མཁན་འདྲ་པོ་ཅིག་ད་དེ་འདྲའི་ཆགས་ཀྱི་རེད་བྱས་ཙང་འབུལ་འཇོང་བྱེད་ཡ་དེ་གལ་ཆེན་པོ་རེད་རྗེ་བཙུན་ཁ་བ་ཆེན་པོས་སྐྱེས་པའི་མི་དངང་སྡུག་བསྔལ་ཀུན་གྱི་མགོ་ཟེར་འདུག་འདོད་སྲེད་ཞབས་པད་ཁོ་བོའི་བཙོན་ར་འཆིང་ཟེར་འདུག། འདོད་སྲེད་བྱ་བའི་ཁུར་ཡིག་བཙོན་ར་ཅན། ལས་ཀྱི་ཆུ་བོ་བསིལ་བའི་རྒྱ་མཚོ་ཆེ། ན་རྒས་སྡུག་བསྔལ་རྦ་རླབས་མང་པོ་ཡིས། མི་བསད་འཆི་བདག་ཆུ་སྲིན་མཁའ་སྤྱོད་པའི། མི་འདོད་སྡུག་བསྔལ་ཁུར་གྱིས་གནོད་སྤྱོད་པ། ཟེར་འདུག་བ། བྱས་ཙང་འདོད་སྲེད་བྱ་བའི་ཁུར་ཡིག་བཙོན་ར་ཅན། འདོད་སྲེད་ཀྱི་བྱ་བའི་ཅན་བ་དེ་སེལ་བ་དེ། ཇེ་ཆེར་ཇེ་ཆེར་འཕེལ་འགྲོ་གི་རེད། དེ་ཡིན་ཙང་སེམས་ལ་དཀའ་ངལ་དང། ལུས་ལ་སྡུག་བསྔལ་མང་པོ་ཞིག་འབྱུང་ཡི་སྒོ་སྟེ། ད་འདོད་ཡོན་ཆགས་པ་ཅི་ཡོད་དེ་ཚོ་ཡིན་པས་དེ་ཚོ་སྤང་དགོས་རེད། འབུ་འཇོང་བྱས་ནས་སྤང་ཡག་དེ་ཧ་ཅང་གལ་ཆེན་པོ་ཆགས་ཡོད་རེད།
དང་པོ་འབུ་འཇོང་བྱས་ནས་སྤང་ཡག་དེ་ལས་སླ་པོ་ཡོད་རེད། ཞེ་སྡང་གི། དེ་ཉེས་པ་ཆེན་པོ་ཆགས་ཞེ་སྡང་ཉེས་པ་ཆེ་ཤོས་རེད། ཞེ་སྡང་དེ་ཉེས་པ་ཆེ་ན་ཡང་དེ་ཙམ་དཔང་ཡག་ལ་ཁག་པོ་ཡོད་མ་རེད། དཔང་ཡག་དེ་ཁོ་སྐྱོན་མཐོང་ཡག་དེ་ལས་ལྷག་ཡོད་ཁག་པོ་ཡོད་མ་རེད། ད་ཤོག་གུ་གཅིག་ལ་སྣུམ་ཐེག་བཟུང་ན་སྣུམ་ཐེག་བཟུང་ན་སྣུམ་དེ་བ། གྲྭ་པ་སྣུམ་དེ་བ་སྟོན་ཡག་ཁག་པོ་ཡོད་རེད། དེ་དཀའ་བ་ཡོད་པ་ནང་ད། འདོད་ཆགས་ཀྱི་སེམས་ལ་གང་སོང་ན་སྤང་དཀའ་བོ་ཡང་རེད། སྤྱད་མ་ཐག་ཏུ་བྱ་ཡུལ་བྱ་ཡུལ་གྱི་དངོས་པོ་དེ་ཡི་ཉེས་དམིགས་བསམ་ནས་འཕྲལ་དུ་ཡི་ནི་བཀག་བཀག་དགོས་རེད། དེ་དེ་ནས་སྟོན་པ་ས་སྐྱའི་སྐྱབས་ལྡན་འདས་དེ་རྗེ་གསེར་ཆེན་པོ་ཞི་བ་ལ་ཞོག་ཅིག་དཔའ་ལྡན་ཨ་ཏི་ཤ་ལ་སོགས་པ་ཡི་ནི། རྒྱལ་བུ་རྒྱལ་སྲས་ལ་རྒྱལ་སྲས་བྱུང་རྒྱལ་སྲས་རེད་དེ། ཨེ་ནི་རྒྱལ་སྲིད་ཕྱི་མ་བཞིན་དུ་དོར་ནས། འདོད་ཡོན་ལ་ཞེན་ཆགས་འགོག་པ། འགོག་རྣམས་པའི་གེ། ཨེ་ནི་པའི་མྱ་ངན་དེ་འདྲའི་རེད་དེ་བྱང་ཆུབ་སེམས་དཔའ་རྣམས་ཀྱི་ད་ངེས་མི་གེ། རྒྱལ་སྲས་བྱང་ཆུབ་ཕྱིན་པའི་བྱང་ཆུབ་སེམས་དཔའ་རྣམས་ཀྱི་ལག་ལ་གང་བིག་ར་ད་རང་དག་འདྲ་པོ་རེད། ཧོ་ཡ་ད། གསང་བ་བྱང་ཆུབ་སྤྱོད་དུ་སེམས་བསྐྱེད། དཀོན་མཆོག་བྱང་ཆུབ་སེམས་བསྐང་བ། དེ་ལ་རྗེས་ཐོག་ཏུ་སྤྱན་ལྔའི་ལམ་དུ་ཆས་བ་དེ་ལ་རྣམ་པ་བཅུས་འཆད། ད་མཉམ་གཞག་ཏུ་སྤྲོས་བྲལ་འཛིན་མེད་བསྐང་བ། སྤྲོས་བྲལ་འཛིན་མེད་བསྐང་བ། ཇི་ལྟར་སྣང་བ་འདི་དག་རང་གི་སེམས། སེམས་ཉིད་གདོད་ནས་སྤྲུལ་པའི་མཐའ་དང་བཅས། དེ་ཉིད་ཤེས་ནས་རོལ་མཛད་ཚད་མ་རྣམས། ཡིད་ལ་མེད་ཀྱི་སྦྱིན་སྲེག་ལ་ཡང་ལག་ལེན་ཡིན། ད་དོན་སྟོང་བྱང་ཆུབ་ཀྱི་སེམས་དགའ་ཚུལ་འདི་རེད། ད་རྩ་བ་ཁོ་རང་གི་ཚིག་ཟིན་ལྟར་ན། སྦྱིན་སྲེག་ཐོགས་མེད་བཟང་པོའི་སེམས་ཙམ་པའི་ལྟ་བ་ཐོག་ནས་མ་གསུངས་འདི་ཡོད་རེད། ད་དུས་རྒྱུན། མ་ཆགས་པའི་དབུ་མ་ལྟ་བ་སུ་ཤེས་ཡ་དགའ་པོ་རེད་བ་ཨི་མི་ལྟ་བ་ཐོབ་གསུངས་བསྡད་ཡོད་རེད་དེ་ལྟ་བསྡད་བ་འདྲ་པོ་ཅིག་གང་གི་ཐོས་བསྡད་ཡོད་ཙང་ཤེས་བསྡད་བ་འདྲ་པོ་ཅིག་འདུག་བ། ད་དུས་ཚོད་བྱུང་ན་དུས་ཚོད་ཙམ་གྱི་ལྟ་བ་ཐོག་ནས་བཤད་ན་ཡག་པོ་ཡོད་རེད་ལང་ཀ་ཤེས་པ་ནང་ལོག་ལ་ཕྱི་རོལ་སྣང་བ་ཡོད་མེད་དེ་སེམས་ནས་སྣ་ཚོགས་རྣམས་སུ་སྣང། ལུང་དང་ལུང་ཆོས་གནད་འདྲ་བ་ཞིག་གསུངས་ཡོད་རེད་བ། བྱས་ཙང་དེ་འདྲའི་རེད་ད་ད་རེས་དབུ་མའི་ལྟ་བ་དང་སྦྱར་ནས་ཞུས་པ་ཡིན་ན། ད་ང་རང་ནང་གི་སེམས་ལ་གཟུགས་སྒྲ་སོགས་ཐམས་ཅད་ཨེ་གནས། གང་འདྲེན་གྱི་སྣང་བ་ཐམས་ཅད་གང་ལ་ཡང་མ་ལྟོས་པར་བྱས་ནས་ཡུལ་རང་ངོས་ནས་གྲུབ་པར་གྱིས། སྣང་དེ་ཡོད། སྣང་ཡང་སྣང་བ་དེ་དག་ཐམས་ཅད་རང་གི་སེམས་ཀྱི་ཕ་རྟགས་པ་ཙམ་རྟགས་པ་རྟགས་ཙམ་གྱིས་བཞག་པ་ལས་རང་ངོས་ནས་གྲུབ་པ་རྡུལ་ཙམ་ཡང་མེད་པར་བ། དེ་ན་ད་སེམས་ཀྱང། ཡེ་གདོད་མ་ནས་ཡོད་མེད་ལ་སོགས་པའི་རྟགས་ཆད་ཀྱི་སྤྲོས་པའི་མཐའ་ཐམས་ཅད་དང་བྲལ་བ་ལས་པར་ཤེས་ནས། གཟུང་འཛིན་གྱིས་བསྡུས་པའི་ཆོས་འདི་དག་ཐམས་ཅད་ད་ཚེ་འདྲེ་བརྒྱ་ནི་མ་ཤོད། གཟུང་འཛིན་གྱིས་བསྡུས་པའི་ཆོས་འདི་དག་ཐམས་ཅད་རང་ངོས་ནས་སྤྲུལ་པའོ་སྙམ་དུ་འཛིན་པས་སྤྲུལ་པའི་མཚན་མ་རྣམས་ཡིད་ལ་མི་བྱེད་པ། མི་བྱེད་པ་དེ་གང་འདྲེན་བྱེད་པ་རྗེ་བཙུན་སྐལ་བཟང་རྒྱ་མཚོས། སྟོན་མཁའ་ལ་ཆུ་མཚན་ལྡིང་བ་བཞིན། སྟོན་མཁའ་ལ་ཆུ་མཚན་ལྡིང་བ་བཞིན་དབྱིངས་རང་གསལ་དབྱེར་མེད་སྣང་ངོར་རོལ། མྱུར་སྣང་གི་སྤྲོས་པ་མ་ལུས་ནུབ། ཨོ་ཡ། དེ་འདྲ་གསུངས་པ་ནང་ད། སྟོན་གྱི་དུས་སུ་ནང་ག་ལ། ཉི་ཟླ། སྐྲན་དང་ཉི་ཟླ་ལ་སོགས་པ་གང་ཡང། མེད་པའི་གི་མཁའ་དབྱིངས་ལ་བལྟ་བའི་སྐབས་ལ། ཏེ། བལྟ་བ་ནང་བཞིན་གྱི་ཟབ་མོ་སྟོང་པ་ཉིད་ལ་མཉམ་པར་བཞག་པ་སྟེ། སྤྲོས་པ་ཐམས་ཅད་དང་བྲལ་བའི་ཟབ་མོ་སྟོང་པ་ཉིད་ལ་མཉམ་པར་བཞག་པ་སྟེ། རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་ལག་ལེན་ཡིན་གསུངས་པ་རེད། ད་གསན་བརྩམས་པས་འདི་སོང། ང། གང་ཟེར་བ་དེ། དབུ་མ་འཇུག་པ་ལས། ཁྱེད་རང་མི་གསལ་དཔེ་ནས་གང་འདོད་ཡོད་ས་དཔེ་དེ། སྨོན་ལམ་བྱེད་ཅིང་བཞེས་གནང་ཟེར་གསུངས་ཡོད་རེད། དེ་ན་ད། ང་རང་ཚོས་གང་སྣང་ཐམས་ཅད། མ་བརྟགས་མ་དཔྱད་པའི་ཚེ། ཨེ་ནི་སེམས་ཀྱི་སྣང་ཆ་ཙམ་དང། འཁྲུལ་སྣང་ཙམ། ཡིན་པ་དེ་ངོ་མ་འཕྲོད་པར་བྱེད། ཕྱི་རོལ་ནས་རྣམ་པ་གཏོད་མཁན་གྱི་བདེན་པ་རང་མཚན་པ་གྱིས་སྣང་བ་བྱེད། ཞེན་པ་ལ་བརྟེན་ནས་ཕྱི་རོལ་ཡུལ་གཟུགས་ཡིད་དུ་འོང་བ་གྱིས་མཐོང་ན་ཆགས་ཞེན་བྱེད། ངན་པ་གྱིས་མཐོང་ན་ཞེ་སྡང་བྱེད་ཡོང་གི་འདུག་ད། ཕྱི་རོལ་མེད་པར་སོང་བའི་ཡི་གེ་ད། སྟོན་པ་སངས་རྒྱས་ཀྱི་ལུང་དང་རིགས་པ་དཔེ་ལ་སོགས་པ་ལ་བརྟེན་ནས་ད། གང་སྣང་ཐམས་ཅད་སེམས་ལས་ལོགས་སུ་མེད་པ། སེམས་ཀྱི་རྣ་ཆ་ཙམ་དང། འཁྲུལ་སྣང་ཙམ་ཡིན་པ་དེ་ངོ་འཕྲོད་སོང་ན། དེ་ལ་བརྟེན་པའི་ཆགས་སྡང་གི་བློ་སུ་མི་འབྱུང་ཡང། སེམས་ཙམ་པའི་རྨི་ལམ་དང་གཙོ་ནག་གི་ཟླ་བའི་གཟུགས་བརྙན་དང། རྒྱུས་མེད་ན་ཆུང་ལ་བཟོ་པ་དཔེ་བསྡུས་མིན་སྒོ་ནས་ཕྱི་རོལ་གྱི་དོན་མེད་ཚུལ་གསུངས་ཡོད་རུང།

གནང་གི་འདུག་སོ་སོར་དེ་འདྲའི་གྱི་གནང་ཚ་སོ་སོ་ངོ་དེ་འདྲའི་གྱི་ཡོད་ཟེར་གྱི་ཡོད་རེད་གནང་བ་དེ་རེད་འདུག་བྱས་ཙང་དམྱལ་བ་ཟེར་ཡག་དེ་གི་མི་གི་སྐྱེ་བ་འཕེན་བྱེད་ཀྱི་ལས་ཀྱི་ནུས་པ་དེ་ཟེར་ཡོད་འདུག་རང་ཉིད་མི་ཡི་རྣ་བ་དང་མི་ཡིན་སྙམ་པའི་འདུ་ཤེས་དང། མི་གི་རེ་ར་བ་གངས་ཅན་ལ་སོགས་པའི་གནང་བ་དེ་དང་མ་མཐིང། སྣང་བ་དེ་དག་མང་བ་དེ་ནི་ད་འཆི་བའི་སྣང་བ་དེ་ཚོས་བསླད་ཡོང་གི་རེད། འཆི་བའི་སྣང་བ་བསླད་ཡོང་དུས་འཆི་ནས་དམྱལ་བ་ནས་སྐྱེ་བ་ཡིན་ན། དང་པོ་ལྷ་ཡུལ་ལགས་ནས་ལྷ་ཡུལ་དུ་སྐྱེ་བ་ཡིན་ན་ལྷ་ཡུལ་གྱི་ཨེ་ནི་པའི་ཕུན་སུམ་ཚོགས་པའི་གི་ད་གནས་དེ་ཚོ་ཡུལ་དུ་སྐྱེ་ཡོང་གི་རེད། ད་དམྱལ་བ་ནས་སྐྱེ་བ་ཡིན་ན་དམྱལ་བ་ཕན་བྱེད་ཀྱི་ལས་ཀྱི་བག་ཆགས་སད་སོང་ན་དམྱལ་བའི་སྐྱ་སེར་གྱི་ས་གཞི། སྤྱོད་འཇུག་ནང་ལ་ག་ལ་ཡོད། འདི་གསན་ཡིན་པ་ཐུགས་ཕན་སོང། འདི་པོ་གསན་ལ་བརྟེན་ནས་སྐྱ་སེར་ས་གཞི་འཕྲོས། དང་པོ་ནས་མི་ནད་ཀྱི་འགའ་ར་གཅིག་གིས་མི་ནད་བརྡུངས་ནས་འགུལ་བསྡད་པ་འདྲ་བོ་ཅི་མ་རུང་འདི་གསན། གཉིས་པའི་སྐྱ་སེར་གྱི་ས་གཞི་དང། ཨེ་ནི་མཚོན་གྱི་ས་གཞི་དང་དེའི་སྟེང་ནས་ཨེ་ནི་པའི་མཚོན་གྱིས་བསྐྱེད་པ་དང། མུན་ནག་གིས་བུ་ཡུག་འཚུབ་པ་སོགས་ཀྱི་སྣང་བ་འབྱུང་བ་འདི་དམྱལ་བ་སྐྱེས་པ་དང་ཚ་གྲང་གི་སྡུག་བསྔལ་མྱོང་བ། དེ་ཚོ་དམྱལ་བ་སྐྱེས་པ་དེ་ནི་ཚ་གྲང་གི་སྡུག་བསྔལ་མྱོང་བ་དུ་བརྗོད་པ་ལས། དམྱལ་བ། དམྱལ་བ་ཞེས་པ་གྱི་ནང་གི་ཤེས་པ་ལས་འབྲེལ་མེད་ཀྱི་རྒྱང་ཆད་ཅིག་ད་ཡོད་མ་རེད་གསུངས། དེས་ན་སྣང་བ་འདི་དག་ཐམས་ཅད་རང་གི་སེམས་ཀྱི་སྣང་བ་ཙམ་དང་སེམས་ལ་བརྟེན་ནས་འབྱུང་བ་རེད། ས་རྩོམ་པ་དེ་བཤད་བདེ་བ་ཡོད། དངོས་གནས་རེད་བ། རྣ་བ་ཅུང་བ་རེད། འཇུག་པ་ལས་དེ་གསུངས་ཡོད་རེད། གལ་ཏེ་གཟུགས་མེད་འཛིན་པ་གཉིས་འདྲ་ཞིག་ཞེས་གསུངས་པ། ཞེས་ཅིག་གསུངས་ཡོད་རེད། དེ་ཚང། སེམས་ཀྱང་སེམས་དེ་ཡང་ཡེ་གདོད་མ་ནས།

ཤེས་བྱའི་རྒྱལ་པོའི་རྨད་བྱུང་ཕྲིན་ལས་ལས། འདི་དུ་བྱང་ཆུབ་ལམ་གྱི་རིམ་པས་ཀྱང་ཐར་པའི་ནང་གི་ཡན་ལག་དཔེ་བསྟན་བཞིན་རྒྱལ་བའི་བྱེད་པ་རིང་དུ་གྱེས་རྒྱུ་མཛོད་བླ་བཟང་སྤྲུལ་པའི་གར་གྱིས་སྒྲུབ་བྱེད་བཞིན། མི་དང་མི་མིན་སྐུ་ཚེ་རབས་ཀུན་ཏུ་རྒྱལ་བའི་བསྔགས་པ་ཡི་ནང་དང་ལམ་དང་འགྲོ་བ་མ་གྱུར་ཅིག་གང་ཚེ་ཐོབ་པར་མཆོག་ལ་བརྩོན།